དེ་རིང་འདི་གར་ཕེབས་པའི་སྲིད་སྐྱོང་མཆོག་ལ་ཡང་ངས་འཚམས་འདྲི་གྲངས་མེད་ཞུ་རྒྱུ་དང་གུས་མོས་སྲིད་སྐྱོང་མཆོག་ལ་ཡང་སྙན་ངག་ཞིག་འབུལ་ལམ་ཞུ་རྒྱུ། ཕ་ཡུལ་དེ་གང་གི་ལྗོངས་དགྲ་ལག་ཏུ་ཤོར། དུས་དེ་ནས་ང་ཚོ་གཞན་ཡུལ་དེར་གྱར་དགོས་བྱུང། འོན་ཀྱང་རྒྱལ་བ་རིན་པོ་ཆེ་མཆོག་གི་ཐུགས་རྗེའི་མཛད་འཕྲིན་དང། ངེད་ཅག་གི་མི་རབས་རྒན་པོ་རྣམས་ཀྱིས་ཞུམ་པ་མེད་པའི་སྙིང་སྟོབས་དང། རླབས་ཆེན་གྱི་མཛད་རྗེས་ལ་བརྟེན་ནས་ད་གཟོད་ང་ཚོ་བདེ་ཐང་ངང་གནས་ཐུབ་པ་བྱུང། སྲིད་སྐྱོང་ལགས། ཉག་ཕྲ་བའི་དུས་སྐབས་དེར། ཁྱེད་ཉིད་སྲིད་སྐྱོང་གི་ཞབས་སྟེགས་ཐོག་ཕེབས་པས་ངེད་ཅག་བློ་བདེ་བྱུང་སོང་ལ། ངེད་ཅག་གི་རེ་བ་དང་སྨོན་འདུན་ཡང་འགྲུབ་སོང། རྒྱུ་མཚན་ནི། ཁྱེད་ནི་དྲང་བདེན་དང་ཤེས་ཡོན། ལྷག་བསམ། རྣམ་དཔྱོད་ཀྱིས་ཕྱུག་ཅིང་བླ་མའི་བཀའ་སྲུང་ཅི་སྒྲུབ་ཞུ་མཁན་གྱི་བླ་མའི་ཐུགས་སྲས་ཤིག་ཡིན། སྲིད་སྐྱོང་ལགས། ཁྱེད་ནི་མི་རབས་རྒས་པ་རྣམས་ཀྱི་ཞབས་རྗེས་བསྙེག་མཁན་དང། མི་རབས་རྒས་པ་རྣམས་ཀྱི་སྙིང་སྟོབས་ཁོག་ལ་བཅངས་མཁན། མི་རབས་རྒས་པ་རྣམས་ཀྱི་རླབས་ཆེན་གྱི་བྱས་རྗེས་མཇུག་སྐྱོང་གནང་མཁན་གྱི་གངས་རིའི་བུ་ཞིག་ཡིན། སྲིད་སྐྱོང་ལགས། ཁྱེད་ཉིད་སྲིད་སྐྱོང་ལ་ཕེབས་པའི་ཉིན་དེ་ནས་བོད་མིའི་སྒྲིག་འཛུགས་སྔར་ལས་འོད་མདངས་ཆེ་རུ་ཕྱིན་སོང་ལ། འཐབ་རྩོད་ཀྱི་སྒུལ་ཤུགས་དེ་ཡང་སྔར་ལས་རྣོ་ངར་ཆེ་རུ་ཕྱིན། དེ་ནི་ང་ཚོའི་མི་རབས་དེའི་རྒྱལ་ཁ་ཡིན་ལ་གཟི་བརྗིད་ཀྱང་ཡིན། གནའ་མི་བོད་ཀྱི་གཏམ་དཔེར་གསེར་ས་འོག་དང་འོད་ནམ་མཁར་བཤད་པ་ལྟར་ཁྱེད་ཉིད་ལ་རྫིག་ཉམས་དང་ཆེ་བསྟོད་དཔོན་ཉམས་མེད་ཀྱང་ཁྱེད་ལ་གུས་ཞབས་དང་ཉམ་ཆུང་བོད་མིའི་སྒྲིག་འཛུགས་བཟང་སྤྱོད་ངོ་མ་དེ་ལྡན། མ་ཟད་ཁྱེད་ཀྱི་བཞག་པའི་བྱས་རྗེས་ནི་བོད་མི་ཡོངས་ཀྱི་སེམས་པ་འཕྲོག་ས་དང་བསྔགས་བརྗོད་ཀྱི་མེ་ཏོག་གཏོར་ས་ཞིག་ཡིན། སྲིད་སྐྱོང་ལགས། ཁྱེད་ཉིད་རྒྱུན་དུ་བསྐྱོད་སའི་ལམ་བུ་དེར། ཁྲག་འབྱར་དང་རླུང་འཚུབ་ཇི་ལྟར་ཆེ་ཡང། ཁྱེད་ཉིད་སྔར་བཞིན་རང་ཚུགས་བརྟན་པོས་ཞུམ་པ་མེད་པའི་སྙིང་སྟོབས་དང། འགྱུར་བ་མེད་པའི་ཡིད་ཆེས་ཀྱིས་མདུན་དུ་སྐྱོད་དང། ཁྱེད་ལ་ལྷ་ཆོས་སྐྱོང་གསུམ་ནས་འཕྲོག་འཕྲིན་ལས་ཡོད་ལ་བོད་མི་ཡོངས་ཀྱི་རྒྱབ་རྟེན་ཡང་ཡོད། སྲིད་སྐྱོང་ལགས། ཁྱེད་ཉིད་མི་མང་གི་དཀྱིལ་ལ་ཕེབས་དུས། མི་རབས་རྒན་པ་ཚོས་ཁྱེད་ཀྱི་ཕྱག་ཟུང་ནས་འཇུས་ཤིང་ཁྱེད་ལ་དགའ་བའི་མིག་ཆུ་ཁྲུམ་ཁྲུམ་དུ་གཏོང་བཞིན། སྤྲིན་པ་ལྟར་སིག་སིག་གི་བསྔགས་བརྗོད་རེ་བྱེད་དུས། ཁྱེད་ལ་བོད་མི་ཚོས་དགའ་མོས་ཇི་ཙམ་བྱེད་ཀྱི་ཡོད་པ་དེ་ལས་གསལ་པོར་རྟོགས་ཐུབ། སྲིད་སྐྱོང་ལགས། ཁྱེད་ཀྱིས་མི་རིགས་དེའི་ཆེད་དུ་ཡོད་ཚད་བློས་གཏོང་གནང་བཞིན་མི་རིགས་དེའི་ཆེད་དུ་སྐུ་ལས་བསྐྱོན་པའི་དངོས་བཤུལ་ཐིགས་པ་རེ་རེ་བོད་ཀྱི་ལོ་རྒྱུས་ཀྱི་ཡིག་ཚང་དུ་བྲིས་ངེས་ཡིན་ལ། ལོ་རྒྱུས་ཀྱིས་ཁྱེད་ནམ་ཡང་བརྗེད་མི་སྲིད། སྲིད་སྐྱོང་ལགས། ཁྱེད་ཀྱི་སྙིང་སྟོབས་རི་བོ་ཆུ་མོ་གླང་མོའི་རྩེ་ནས་གྲགས་པར་གྱུར་ཅིང། ཁྱེད་ཀྱི་མཛད་འཕྲིན་ཆུ་མོ་ཡར་ཀླུང་གཙང་པོའི་རྒྱུན་དང་འདྲེས་ཏེ། ཁ་བའི་ལྗོངས་ལ་བདེ་སྐྱིད་ཀྱི་ཉི་མ་བསུ་ཐུབ་པའི་སྨོན་འདུན་ཞུ་སྨོན་འདུན་ཞུ་ཐུ་ཆེ་གནང།